དགོངས་བརྒྱུད། མཐུན་ཚོགས། མཆོག་ནས་ང་ལ་ཡི་གེ་སླེབས་པ་རེད། ད་དེ་དེ་ག་ན་བཞིན་བྱས་ནས་ད་ཁྱེད་ཚོ་ཚང་མ། དེ་ནས་གཅིག་གིས་ཆོས་དང་དམ་ཚིག། དེ་ནས་ཚེ་འདི་དང་ཕྱི་མ། དེ་ནས་གཅིག་གིས་ད་གང་ཅིའི་ཐོག་ནས་བསམ་བློ་ཡག་པོ་ཞིག་བཏང་ནས། གཅིག་གིས། གར་གསལ་བོར་རིག་དང། སེམས་ཅན་གཞན་ལ་ཕན་པ། རང་ལ་གནོད་པ་མེད་པ། དེ་འདྲའི་ཞིག་ད་ཡིན་གཅིག་མིན་གཅིག་གོ་གི་ཡོད་རེད། ད་ཡང་སེམས་ཅན་གཞན་ལ་ཕན་པར་བྱེད་པ་ལ་ཡང་རང་ལ་གནོད་པ་ཡོད་ན་ཁག་ཡོད་མ་རེད། ཡིན་ན་ཡང་དེ་ནི་རང་ལ་ཡང་གནོད་པ་མེད་པའི་ཐོག་ནས་ཨ་ནི་གཅིག་སེམས་ཅན་གཞན་ལ་ཕན་ཐོགས་བྱས་ཐུབ་པ་ཡིན་ན་ད་ཡག་པོ་ཞེ་དྲག་རེད་དེ་འདྲ་ཡིན་དུས་ད་ཁྱེད་ཚོ་ལ་མང་པོ་ཅིག་ངེས་རྫོགས་འདུག་རྒྱུ་ཅི་མེད་དེ་ཡིན་ན་ཡང་དོན་དག་ཏིག་ཏིག་འདྲ་པོ་བྱས་ནས་བཤད་ན། དེ་ནི་གཅིག་སངས་རྒྱས་ཀྱི་བསྟན་པ་རེད་སེམས་ཅན་གྱི་བདེ་སྐྱིད་རེད་ཚང་མས་དོན་དག་འགྲུབ་པར་བྱེད་པ་ལ་དེ་ནི་གཅིག་བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་བཞག་ནང་པ་སངས་རྒྱས་པའི་མཚན་ཉིད་དེ་ཆ་ཚང་ཞིག་ཚང་བ་ཞིག་ད་ཅི་བྱས་ན་ད་དེ་དགོས་ཀྱི་ཡོད་རེད་དེ་དཔེ་མི་ད་གེ་ཆེན་པོ་ཟེར་དགོས་ར་ནི་དེ་འདྲ་རེད་དེ་འདྲ་ཡིན་དུས་དེ་ནི་བྱེད་སྟངས་ཁྱེད་རང་ཚོ་ནང་པ་སངས་རྒྱས་པ་དེ་ནི་ཡང་སྒོས་སུ་ཁྱེད་རང་ཚོ་ནང་ན་དཔལ་ལྡན་འགྲུབ་པ་དཔལ་ལྡན་འགྲུབ་པའི་རིང་ལུགས་འཛིན་མི་འོ་དེ་ནི་འགྲུབ་པའི་ཆོས་བརྒྱུད་དེ་འདྲའི་གི་སྦྱིན་བདག་དེ་འདྲའི་འོང་ཡོད་ཀྱི་རེད་ད་ཅི་ཡིན་ནའང་ད་ཁྱེད་ནང་པ་སངས་རྒྱས་པ་སྤྱི་དང་བྱེ་བྲག་དེ་ནི་དོན་བརྒྱུད་འགྲུབ་པའི་བསྟན་པའི་རྗེས་སུ་འཇུག་མཁན་ཅིག་ཡིན་ནི་སེམས་ཏེ་ཟླ་གཅིག་སེམས་ཀྱི་ནང་དེ་ལ་ཚེ་འདི་དང་ཕྱི་མ་ལས་དང་འབྲས་བུ་ཚང་མ་ལ་བསམ་བློ་གཏོང་ཤེས་མི་གཅིག་ཡིན་གཅིག་མིན་གཅིག་དགོས་རེད། དེ་མ་གཏོགས་དེ་ནི་ལས་འབྲས་ལ་བསམ་བློ་མི་གཏོང། ཚེ་འདི་ཕྱི་ལ་བསམ་བློ་མི་གཏོང་དེ་ནི་གནས་སྐབས་གནས་སྐབས་ཀྱི་ད་ཉོན་མོངས་པ་ཉོན་མོངས་པའི་ངོ་ལ་ཕྱི་འབྲེལ་ཕྱི་འབྲེལ་ཅིག་ཤར་ཡོང་ན་ད་དེ་ག་རུང་གི་དེ་ནི་རྗེས་སུ་རྒྱུགས་ན་དེ་དཔེ་མི་སྲིད་གི་ད། རང་དང་གཞན་དོན་བསྒྲུབ་རྒྱུ་ཕར་ལ་ཞོག་རང་དོན་ཡང་བསྒྲུབ་མི་ཐུབ། དེ་ནི་རང་ཡང་ཕྱི་མ་ཁྱེད་ཅི་ཟེར་དགོས་རེད་གོ། ཁྱེད་དམར་གསར་དྲོན་པོ་ནང་ལ་ཤི་རྒྱུ་གི་དེ་མེད་བ་དེ་ནི་ཁྱེད་ཀྱི་དམར་གསོད་ཀྱི་འོག་ལ་དྲི་མེད་མདའ་གི་འོག་ལ་ཤི་དགོས་བ་དེ་ནི་ཁྱེད་འདི་འདི་དང་ཕྱི་མ་གཉིས་ཀ་མེད་ལི། འོང་དེ་ནི་ཁྱེད་ཀྱི་རང་དང་གཞན་གཉིས་ཀ་མེད་ལི། ད་ཁྱེད་ཡིན་ནའང་དཔེ་མི་སྲིད་ཐབས་སྡུག་པོ། དེ་ནི་གཞན་གཞན་མ་གཅིག་མིའི་སྤྱི་ཚོགས་ནང་ལའང་དེ་གཅིག་བཤད་དགོས་ན་ངོ་ཚ་པོ། གཅིག་དེ་གཅིག་སྤྱི་ཚོགས་ནང་ནས་ཕ་ཧ་ལའང་བུད་འགྲོ་ལེ་རེད་དེ་ཡིན་དུས་ད་གཟབ་གཟབ་བས་ནས། ཁྱི་དྲག་ན་ད་ཅིག་གི། ཁྱི་དྲག་གོང་དྲག་ཅིག་དེ་ནི་ཁྱེད་ཚོ་གི། བསམ་བློ་གཏོང་དགོས་རེད། ལྷག་པར་དུ་ད་ཅིག་གི་མི་བསད་དེ་ནི་ཅིག་གི། ལྟ་སྐུལ་ཟེར་རྒྱུ་འདྲ་ཐང་གཅིག་དེ་འདྲས་ཀྱི་ད་ཅིག་ལས་ངན་མང་པོ་ཅིག་རེ་རེ་གཉིས་གཉིས་ཀྱི་འི་ལས་ཅིག་ད་དེ་འི་ན་ཅི་ཁག་མི་ལས་རེ་དེ་ཡིན་ནའང་ད་དེ་ལ་དེ་ནི་ཅིག་ཨམ་ཚི་སི་ལི་རེ་གོ་འོ་ད་དེ། དེ་ལ་དེ་ནི་འཇིག་ད་ཅེས་ཟེར་གོ་རེ་གོ་ལན་རྒྱབ་ལེ་ཡིན་ཟེར་ནས་ཚུར་ལ་གཅིག་བསད་དུས་ཕར་ལ་གཉིས་བསད་དེ་ནས་ཚུར་ལ་གཅིག་རྫོགས་ན་ཕར་ལ་གཉིས་རྫོགས་དེ་འདྲའི་དབའི་དུས་དེ་ཇེ་སྡུག་ཇེ་བཞིན་ལ་འགྲོ་རྒྱུ་ཅིག་ཨོ་དེ་འདྲའི་ཞིག་རེད་འགྲོ་རེད་ད་འདི་ང་ན་ཕ་ཡུལ་ནས་རྫོགས་དར་ལས་ད་དགྲ་ཤ་ལེན་ཟེར་རྒྱུ་ཅིག་རྫོགས་དར་ལས་བ་ད་དེ་འདྲའི་དབའི་ནས་དགྲ་ཤ་ལེན་ཟེར་རྒྱུ་དང་ད་དེ་ཚོ་ཐབས་སྡུག་པོ། ངོ་མ་ཨོ་རྒྱན་གྱི་ཐབས་སྡུག་གི་ལས་ཀ་རེད། འཇིག་རྟེན་གྱི་ཕྱོགས་ནས་ཨོ་རྒྱན་གྱི་དཔའ་བོ་འདྲ་གཅིག་ཡིན་ལི་སྐད་ཤ་སྟག་རེད་དེ་ཡིན་ནའང་དཔའ་བོ་གཅིག་མ་རེད་ད་དཔའ་རྟགས་གཅིག་ད་འཇིག་རྟེན་གྱི་ད་འཁྲུལ་སྣང་གི་ངོ་ལ་གཅིག་དཔའ་རྟགས་འདྲ་གཅིག་གི་བཟོ་འདྲ་གཅིག་རེད་འགྲོ་ར་དཔའ་བོའི་རྟགས་འདྲ་གཅིག་རེད་འགྲོ་རེད་དེ་དཔའ་བོ་གཅིག་མ་རེད། རང་རང་སོ་སོ་དངོས་གནས་དྲང་གནས་ཀྱི་གྱོང་གུད་མཐར་ཐུག་གི་གྱོང་གུད་ཆེན་པོ་གཅིག་ཐོབ་འགྲོ་ལེ་རེད་དེ་ཡིན་དུས་དེ་འདི་འདྲའི་གི་ད་ཅིག་མི་གསོད་ཁྲག་སྦྱོར་གི་ལས་ཀ་ངན་པ་དེ་འི་མི་དགོས་ལེ་གི་ཐབས་ཤེས་ཅི་དྲག་གང་དྲག་འི་དགོས་རེད་ཨོ་དེ་ནས་ཅིག་གི་དགྲ་ཤ་ལེན་ཟེར་གི་དེ་ངས་ད་ལྟ་བཤད་དོན་དུ་འདྲི་དེ་ད་ཅི་དངོས་གནས་གྲོང་ནས་གི་ཆོས་དམ་པའི་ཆོས་ལུགས་གི་ཐོག་ནས་བཤད་ཡོང་ན་དེ་ཕུག་ནས་མི་རུང་ལེ་ཅི་རེད་དེ་ནས་ཅིག་གི་རྒྱལ་བ་ལྔ་བརྒྱ་དེ་ནི་སྐྱེ་བ་སྟོང་ཕྲག། སྐྱེ་བ་སྟོང་ཕྲག་ལྔ། འོ་དེ་འདྲས་ཀྱི་དེ་ནི་སོགས་ལན་བརྒྱད་དགུ་ལས། རྫོགས་པའི་སངས་རྒྱས་ཀྱི་གསུང་ནི་ཡོད་ལན་རེ་དེ་ཡིན་དུས་རྫོགས་པའི་སངས་རྒྱས་ཁོང་རུ་ཀི་དེ་ནི་གཅིག་གིས་མདོག་གིས་གནོང་ལ་ཡོང་ནས་ཡོང་དུ་སོང་བདག་ལས་དེ་ཡིན་དུས་དེ་ང་རུ་ཚོ་ཚང་མས་བསམ་ལ་ཡག་པོ་ཅིག་བསམ་མོ་ཡག་པོ་ཅིག་གཏོང་ནས་ད་ཕྱི་བས་ན་དགའ་དུ་བཏགས་ནས་ད་དེ་གཅིག་འདྲ་ཤ་ལེན་རྒྱུ་ལ་སོགས་པའི་གི་ཤོད་པ་ངན་པ་དེ་བྱེད་མི་དགོས་ལེ། འོ་དེ་འདྲའི་ཅིག་ཞིག་ཅིག་ལས་ཀ་འདི་འདྲའི་ཅིག་ད་ཤོད་པ་ངན་པ་སེ་གོ་ར་འདི་འདྲའི་གི་ཅིག་ལམ་ལུགས་སུས་འདྲ་འདྲ་ཅིག་ཡོད་འདུག་རྒྱུ་དེ་ད་ཕ་མེ་ལི་བའི་གོ་རེད་ཅི་རེད་ཟེར་ན་ད་དེ་རིང་ཁ་སང་གི་དུས་ཚོད་རེད་ཅི་ཟེ་གོ་རེད་ད་དུས་རབས་ཉི་ཤུ་རྩ་གཅིག་རྫོགས་ཤིག་ད་ལེ་ད་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལེ་ལེ་རེད་དེ་ཡིན་དུས་ཅིག་རྫི་ཡི་རྫི་ཅིག་ད། ཅེས་ཡར་རྒྱས་གཏོང་དགོས་ར་ལེ། ཅེས་ཕྱི་དངོས་པོའི་ཐོག་ནས་ཡར་རྒྱས་འགྲོ་བཞིན་ཡོད་ལེ་རེད་དེ། ནང་སེམས་ཀྱི་ཐོག་ནས་ཡར་རྒྱས་གཏོང་དགོས་རེད་ད། རྗེས་ལུས་ཀྱི་ལས་ཀ་ངན་པ། ཤོད་པ་ངན་པ་དག་དེ་ཚོ་ལ་ལངས་ལུགས་ཟུར་ལ་བརྩིས་ནས་ད་དེ་ནས་དེ་ལ། ཅིག། བརྩི་མཐོང་ཆེན་པོ་ཅིག་བས་ནས་ད་དེ། དེ་ནི་ཚེ་གཉིས་ཡིན་ཚེ་གཅིག་མིན་སྣང་དགོངས་མཛོད་ཟིན་འདྲ་འདྲ་ད་དེ་ཚོགས་མ་ལ་ཅིག་ཨེ་ཨེ་བ་མེ་བ་བལྟས་ནས་དེ་ཅིག་ཨེ་འོང་མི་འོང་བལྟ་ནས་ཨེ་འགྲུབ་མི་འགྲུབ་བལྟ་འདུག་རྒྱུ་དེ་ཡག་མོ་མ་རེད་སང་དུ་དེ་ཡིན་དུས་ད་ཅིག་རྗེས་ལུས་ཀྱི་བཤོད་པ་ངན་པ་རྗེས་ལུས་ཀྱི་ལང་ལུགས་ཤོར་དེ་ཚོ་ཚང་མ་ད་མི་ལེགས་བས་ད་ལང་ལུགས་སུ་དངོས་གནས་གྲོང་ནས་ཀྱི་རྒྱལ་ཁབ་ཀྱི་སྲིད་བྱུས་དང་བསྟུན། དེ་ནས་གཅིག་གིས་གཙོ་བོ་ཆེ་ཤོས་གཙོ་བོ་ཆེ་ཤོས་དེ་དག་རྫོགས་པའི་སངས་རྒྱས་ཀྱི་མདོ་དང་བསྟན་བཅོས་དག་ཅིག་ག་ནས་གསུངས་འདུག་དེ་ཚོ་ནང་ལ་ཅི་གསུངས་འདུག་ཡང་མོ་ལྟ། ད་ཐོས་བསམ་དགོངས་གསུང་རྒྱ་ཆེན་པོ་ཅིག་བཞེས་དགོས་རེད་ཟེར་ལེ་མིན་ཏེ་ཡིན་ནའང་དག་ཅིག་བླ་མ་གོང་མའི་རྣམ་པའི་གསུང་གི་ནང་ལ་ཕྱིན་འདུག་བདེན་མོད། གཞན་ཆུང་ས་གཅིག་ནས་བཤད་རྒྱུ་ཡིན་ན་བདེན་སྨོན་དང་འདོན་མི་ཤེས་མིན་ཡོད་རྒྱུ་མ་རེད་ར་ག་ཨབ་སེ་གི་བདེན་སྨོན་གི་ནང་ལ་ཕྱིན་སོང་འདུག་དེ་ནས་གཅིག་དེ་འདྲའི་རིགས་དག་ཅིག་ཁ་འདོན་དགེ་སྦྱོར་དེ་ཅིག་མྱ་ངན་མྱོང་ངེས་རེད་བཤད་རྒྱུ་ཡོད་རྒྱུ་རེད་དེ་ཁ་འདོན་འདོན་འོང་དུས་ཁ་འདོན་གི་ནང་ལ་ཕྱི་ཕྱིན་སོང་འདུག་དེ་ཚོ་ཡག་མོ་ལྟ་དེ་ནས་དེ་ཚོ་ལག་ཏུ་ཨེ་ལོན་ལྟ། དེ་འདྲའི་དབྱེ་བསྒུག་ལས་རིགས་དང་ཁྱེད་ཚོ་ལ་ཁ་དྲོ་ཚེ་རིང་དང་ངས་ལྷག་བསམ་གནང་བདག་གི་རྐུན་མ་ཡིན། དེ་ནས་གཅིག་མ་གཞི་ད་གོ་མཆོག་གཅིག་པོ་མ་རེད། ཚོང་མ་ཡོང་མ་གི་གཅིག་ད་སྔ་མ་གི་ལུགས་སྲོལ་ཡིན་ཟེར་ནས་གཅིག་དེ་འདྲའི་གི་དགྲ་ཤ་ལེན་རྒྱུ་གི་ལུགས་སྲོལ་འདྲ་འདྲ་དེ་ནས་སེམས་ཅན་ཆེ་ཕྲ་འདྲ་མི་འདྲ་མང་པོ་བསད། དེ་ནས་དེ་སོགས་ཤ་ཡི་གདོན་ལ་སའི་ཤི་ཡོ་ལི་རི་པགས་ཀྱི་གདོན་ལ་སའི་ཤི་ཡོ་ལི་རི་སྤུ་གི་གདོན་ལ་སའི་ཤི་ཡོ་ལི་རི། དེ་ནས་ཆེས་དག་རུས་པགས་ཀྱི་གདོན་ལ་སའི་ཤི་ཡོ་ལི་རི། ད་གཅིག་འདྲ་མི་འདྲ་བས་ནི་སེམས་ཅན་གྱི་སྲོག་སྐྱེལ་རྒྱུ། ད་དེ་འདྲས་ཀྱི་ལས་ཀ་ལས་ངན་ཚབས་ཆེན་པོ་མང་པོ་ང་ཚོ་མ་གཞི་ནས་བོད་ཁ་བ་ཅན་གྱི་ལྗོངས། ཡོངས་རྫོགས་ལ་དེ་འདྲའི་འི་འདུན་མ་ཡོད་ལི་རི་དྭགས་དེ་ངོ་ཚ་བོ་དཔེ་མེད་པའི་ཐབས་སྐྱོ་བོ་རེད། ང་རུ་ཚོ་གི་ནང་པ་སངས་རྒྱས་པ་ཡིན་ཟེར་ལི་རི་འཚེ་བ་མེད་པའི་དེ་ནས་ཤོད་པ་ལྷམ་ཡིན་ཟེར་ལི་རི་རྫོགས་པའི་སངས་རྒྱས་ཀི་དེ་ནས་རྗེས་འཇུག་ཡིན་ཟེར་ཚ་ནས་བཟུང་སྟེ་དེ་ནས་ཅི་ད་རྫོགས་པའི་སངས་རྒྱས་ཀི་དེ་ནས་འཚེ་བ་མེད་པ། འོ་དེ་ནས་ལྟ་བ་རྟེན་འབྱུང་ཟེར། དེ་ཡིན་དུས་ལྟ་བ་སྟོང་པ་ཉིད་དེ་ནས་སྤྱོད་པ་འཚེ་བ་མེད་པ་ཟེར་ནས་ད་གཞོལ་བ་དེ་འཚེ་བ་མེད་པ་ཞིག་གོ་རྒྱུ་དེ་དཔེ་མིག་གི་གང་གི་ཆེད་ལས་རེད། དེ་ཡིན་དུས་དེ་འདྲའི་གི་ད་དེ་འདྲའི་གི་གལ་ཆེན་པོ་ལ་བསམ་བློ་གཏོང་ནས་ད་འཚེ་བ་མེད་རྒྱུ་དེ། སྤྱིར་བཏང་གི་སེམས་ཅན་ཐམས་ཅད་ལ་འཚེ་བ་ཕུག་ནས་བས་མི་ཉན་ལེ་རེད། ཤ་ཟ་རྒྱུ་མཆོང་འཐུང་རྒྱུ་ལ་སོགས་པའི་ཤོད་པ་ངན་པ་ཚང་མ་སྤོང་དགོས་ལེ་རེད། དེའི་ནང་ནས་ཀྱང་བལྟས་ན་མི་སེར་ཚོས་ཀྱི་བདེ་དོན་དཔེ་མེད་ཀྱི་དུས་ནས་སྡིག་པ་ཚབས་ཆེན། ད་ང་རོ་ཚོ་གི་ད་ཁྱི་ཟེར་དགོས་རེད་གོ། ད་ཁ་ནས་ཁ་ལ་རླུང་མི་ལོག་ལེ་གི་ད་སྡིག་པ་ཚབས་ཆེན་ཁ་ན་མ་ཐོ་བ་ཟེར་ལེ་རེད་ལེ། དེ་འདྲས་ཀྱི་ད་སྡིག་པ་ཚབས་ཆེན་རེད་འགྲོ་རེད་དེ་སྡིག་པ་ལ་མ་སོང་ནའང། དེ་ནས་ཤོད་པ་ངན་པ་ཟེར་དུས་དེ་འཛམ་བུ་གླིང་གི་ནང་ལ་མི་བསད་ཁྲག་སྦྱོར་ཟེར་དུས་དེ་དང་དཔེ་མེད་ཀྱི་བདུད་པོ་རྩི་ལེ་རེད། དེ་བཅས་ཆོས་ལུགས་ཚང་མའི་ནང་ལ་སྤྱི་རྩིས་ཁ་བས་འདུག་ལེ་རེད་ད་ལག་ལེན་འདི་ལྟར་འདུག་མི་མང་པོ་ཡོད་ལེ་རེད་དེ་ཡིན་ནའང་ཆོས་ལུགས་ཚང་མའི་ནང་ལའང་མི་བསད་ཟེར་དུས་དཔེ་བཙོག་པ་རྩི་ལེ་རེད་ལེ། དེ་ནས་དེ་རྩི་མི་རྩི་མི་ཟེར་གི་ད་གཅིག་གི་རྒྱལ་ཁབ་ཀྱི་ཁྲིམས་ཐོག་ནས་ཡིན་ནའང་དེ་ནས་བཅས། ད་ཚོད་འགོག་ནོར་ལ་འཛུལ་དགོས་རྒྱུ་རང་སྲོག་གི་དེ་ནས་སྲོག་ཐོག་ལ་ཉེས་པ་འཁུར་དགོས་རྒྱུ་ད་དེ་འདྲ་ལ་སོགས་པའི་གི་ད་ཅི་འདྲ་མི་འདྲ་མང་པོ་ཅིག་གི་རྙོག་དྲ་མང་པོ་ཅིག་གི་ནང་ཚུད་ཡོང་ནི་རེད་དེ་ཡིན་དུས་གཟའ་གཟའ་བས་ནི་ད་མི་བསད་རྒྱུ་ལ་སོགས་པའི་ཅིག་ཤོད་པ་ངན་པ་ཕྱི་ཟླ་ན་ད་དེ་ཚོ་ཚང་མ་བས་མི་དགོས་ལས་གི་བརྩོན་འགྲུས་ཅི་དྲག་གང་དྲག་བས་རོགས་ཕྱི་སེ་ངའི་ལྷག་བསམ་ལྷག་བསམ་དགེ་བསྐུལ། ད་གེ་ཁུར་སེ་གོ་ར་ད་ལྷག་བསམ་ལྷག་བསམ་གི་བསྐུར་མ་ཡིན། དེ་ཡིན་དུས་ཚོང་དམག་ཡོང་མི་དེ་ནས་སེམས་ལ་དེ་འདྲའི་བཞག་རོགས་གྱིས་དེ་ནས་ཁ་དྲོ་ཚེ་རིང་དེ་ནས་མགྱོགས་པོ་ཐུགས་ལི་མོ་ལོ། ཚོང་དམག་ལ་དེ་འདྲས་ཡིན་དེ་འདྲས་ཅི་མི་ཅི་རྫོགས་རྒྱུ་མེད་ཐུགས་རྗེ་ཆེ།